ཚོགས་ཆུང་དེ་རེད། བྱས་ཙང། འདིའི་ནང་ལོགས་ལ། ཚིག་འབྲུ་རེ་རེ་རེ་རེ་ག་རེ་འཁོད་ཡོད་མེད་ཉན་ཤེས་ཀྱི་ཡོད། བསྐྱར་བཅོས་བྱེད་པའི་སྐབས་ལ་གྲོས་ཚོགས་ནང་གསང་འཛིན་བྱེད་མཁན་ང་ཡིན། ང་ཚོགས་གཙོ་བྱས་པའི་སྐབས་དེ། དེ་ཡིན་དུས། བཅའ་ཁྲིམས་དོན་ཚན་དང་པོའི་ནང་གསེས་གསུམ་པའི་ནང་ལོགས་ལ་ག་རེ་གསུངས་ཡོད་ཟེར་ན། བོད་མིའི་སྒྲིག་འཛུགས་དང། བོད་མི་མང་གི་ཆེད།

འཛིན་སྐྱོང་བཀའ་ཤག་གིས་ཐག་གཅོད་གནང་བ་འདི་ཨ་ནི་སྐུ་མདུན་ནས་ཞུས་ཡིན་དང་མིན་གྱི་གནས་སྟངས་ཀྱི་འོག་ནས་ལག་པ་ཕྱི་ས་རུ་བྱས་པ་ཡིན་ན་རྩ་བ་ནས་འགྲིག་གི་ཡོག་མ་རེད། དེ་ཡིན་པའི་སོང་ཙང། ད་རིང་ཆེས་མཐོའི་ཁྲིམས་སྒྲིག་ཁང་གིས་ཉིས་སྟོང་བཅུ་བདུན་གྱི་སྤྱི་ཟླ་བཅུ་གཉིས་ཀྱི་ཚེས་བདུན་ཉིན་མོ་དེ་ལ་ཐག་གཅོད་ནན་པོ་ཤི་གནང་ཡོད། བཅའ་ཁྲིམས་དོན་ཚན་དང་པོའི་ནང་ལོགས་ལ་སྤྱི་ནོར་ཁོང་ས་སྐྱབས་མགོན་ཆེན་པོ་མཆོག་གི་རང་གཤིས་སུ་ཡོད་པའི་སྐུ་དབང་དང། བཅའ་ཁྲིམས་དོན་ཚན་བཅུ་དགུ་ཉི་ཤུ་ནང་ལོགས་ལ། བཀའ་ཤག་གི་ལས་དོན་བྱེད་ལུགས་དེ་གཉིས་གཉིས་མཉམ་བསྲེས་དང་འདྲེས་ན་འགྲིག་མ་གཏགས། འདི་ཐག་གཅོད་ནན་པོ་ཞུ་ཞེ་ན་དེ་མ་འོངས་པ་སུ་ཡིན་ནས་ཁྱབ་འགྲོ་དགོས་ད་ཡིན་ཐག་གཅོད་འདི་འོང་འདི་གཅིག། སེ་བུ་གཅིག། ཟུལ་བྷའི་ནང་མོ་ལ་ཡང་ད་གནད་དོན་གཅིག་འདི་ཆགས་ཀྱི་ཡོད། དེའི་ཐོག་ནས་ད་ལན་ངས་ཞུ་འདོད་པ་གཅིག་ལ། ང་ཚོའི་སྤྱི་ཚོགས་ནང་ལོགས་ནས་ད་ད་ལྟ་ང་ཚོ་ལ་ཡང་བོད་མི་རིགས་ལ།

དགོས་འདོད་ཀྱི་འཇིག་རྟེན་ན་ཡོད་ཟུར་གསུངས་ནས། ངས་ནི་དེའི་པར་ར་དེར་ཤེལ་སྦུག་བས་བཙོན་འགྲིམ་བྱས་པས་ག་རེ་ཤེས་པ་ཡིན་ནས་འདིར་གོ་བ་ལོག་པ་ཞིག་ལེན་འདུག་ད། ད་ནི་འགྱེལ་བའི་ཤེས་ཀྱི་འདུག་ནང་བས་ལས་གོ་བ་འདྲེ་ཤེས་ལོག་པ་རྒྱབ་ཀྱི་རེད། རེད་བ། ཨ་ལེ་དེ་ཕེ་ཚེ་ཁེ་ཉིད་བོད་རིགས་ཚོགས་པའི་ཚོགས་ཁང་ཡ་ཡ་ཞིག་སྐོར་ལ་ཡིན་པ་ཡིན་འདུག་འདྲེ་ཤེས་ལོག་པ་ག་ཚོད་རྒྱབ་ཀྱི་ཡོད། རྒྱུན་ལས་ཀྱི་ཚོགས་མི Toronto ལ་ཞུགས་ཡོད་རེད། ཕེ་ཁེ་ལས་ཁུངས་ནང་ལས་ཀ་བྱེད་མཁན་དེ་ཕེ་ཁེ་ཞུགས་ཡོད་རེད།

གཉིས་གསུམ་གཅིག་གི་ངོ་བོ་ཐོག་ནས་སླེབས་པ་རེད། དེའི་ནང་ལོགས་ལ་ངས་གསལ་བཤད་བྱེད་ཡ་ཡིན་ཞེས་འདྲི་གཞི་བཞག་ཡོད་རེད་མ་གཏོགས་བྱེད་ཀྱི་འདྲི་གཞི་མ་འདྲ་བ་མ་གཏགས། ཡིན་ནས་བོད་རིགས་སྤྱི་མཐུན་ཚོགས་པའི་ངོས་ནས་ང་ལ་ཡང་འབོད་སྐུལ་ཞུ་གི་ཡོད། དེ་ཚོའི་སྟངས་མོ་བ་བྱུང་ན་ཡག་པོ་འདུག་ཁ་སང་བསམ་ཚུལ་གླེང་གི་འདུག་འདི་ལབ་ཡོད་མ་གཏོགས་ཁྱེད་རང་ལ་གཡར་མེད་ཟེར་ནས་ལབ་ཡོང་མ་གཏགས།

མང་ཚོགས་རྣམས་ག་རེ་ལབ་ཡོད་ཡང། ད་ལྟ་ཁོང་སྐུ་མདུན་མཇལ་ཁ་རག་མི་འདུག་རག་གི་མི་འདུག་ཟེར་ནས་བཟོ་གི་ཡོད་རེད་བ་སྐད་ཆ་རེད། ད་སྐུ་མདུན་མཇལ་ཁ་ཞུས་པ་ཡིན་ན་ཡང་སྐུ་མདུན་གྱི་ཕྱོགས་ཞེན་བྱེད་ཀྱི་འདུག་ཟེར་ནས་སྐུ་མདུན་གྱི་མཚན་མང་དྲུད་ཡོང་བ་ཡིན་ན། འདི་ང་ཚོ་ལ་དགོས་ཡ་ཅིག་རེད་པས། མ་རེད་བ། དེ་ཡིན་དུས་བསམ་ན། ངས་མཇལ་ཁ་ག་དུས་ཞུས་པ་ཡིན་ནས་ག་དུས་གནང་བ་ཡིན་ནས་ཁམས་ཆུང་ཨ་མ་ཉི་ཤུ་དང་འབྲེལ་བའི་ཐོག་ནས་ང་རྒྱ་བ་རུང་ཕྱིར་ཚིག་གཅིག་ཞུ་རྩིས་མེད་ལ་ཞུ་ཡས་མེད།

སྤྱི་ལོའི་དོན་དག་རེད་ན་མ་བརྗེད་རང་རེད། དེ་མ་ཐུག་ཅིག་གིས་ངས་འདི་བྱིངས་མ་རེད། ཡིན་པ་ཡིན་ནས། ད། འབྱུང་འགྱུར་གྱི་དུས་ཚོད་ནང་ལོགས་ལ། རེད་བ། ཡག་དེ་འདྲའི་བཀོད་པ་ཡིན་ན་མ་འཐེན་པ་ཡིན་ཟེར་སྐད་ཆ་དེ་འདྲ་ཡོད་རེད་བ། དེ་ཚོ་དང་འབྲེལ་བས་ཀྱི་ཐོག་ནས། འཛིན་སྐྱོང་བཀའ་ཤག་གིས། གྲོས་ཚོགས་ནང་ལོགས་ལ་གསུང་གི་ཡིན་ན་འདྲ་འདུག་མང་ཚོགས་ནང་ལོགས་ལ་གསུང་གི་ཡོད་པ་ཡིན་ན་འདྲ་འདུག་དངོས་གནས་ཚུལ་གསུངས་པ་ཡིན་ན་ཐེན་གནང་གི་ཡོད། ངོས་གནས་ཚུལ་མ་སོང་བ་ཡིན་ན། དེ་ལ་ཡང་ཚིག་རེ་རེ་རེ་རེ་དོན་དག་རེ་རེ་རེ་རེ་གང་ལ་ཡང་ང་འགྲེལ་བཤད་རྒྱག་གི་ཡ། འདི་ད་ལྟ་ནས་ཞུ་བཤད་ཡིན། དགོངས་པ་བཞེས་མ་བཞེས་དེ་ཁོང་རྣམ་པ་ཚོའི་དགོངས་པ་བཞེས་ཡ་རེད། དེ་མ་ཐོས་ཆེད་ངའི་ངོས་ནས་དོན་དག་རེ་རེ་ཚིག་རེ་རེ་ཟླ་དུས་ཚེ་གྲངས་རེ་རེ་རེ་རེ་ནས་ག་རེ་བྱུང་ཡོད་མེད་དེ་ངས་ཞུ་གི་ཡིན་ད།

ང་ཚོའི་ནུ་བོ་ལོ་གཅིག་ཅིག་ད་རིན་པོ་ཆེ་དེའི་མར་བྲུས་ནས་ད་ལྟའི་ཁམས་རྒྱུད་འདི་དང་འབྲེལ་བའི་ཐོག་ནས་ད་ལན་ངས་གསལ་པོ་ཞིག་ནས་ག་རེ་ཞུ་དགོས་ཟེར་ན་ཁམས་རྒྱུད་འདི་དང་འབྲེལ་བའི་ཐོག་ནས་རིན་པོ་ཆེ་ལ་ཏིལ་འབྲུ་ཙམ་གྱི་འབྲེལ་བ་ཡོད་མ་རེད་ད། ཏིལ་འབྲུ་ཙམ་གྱི་འབྲེལ་བ་ཡོད་མ་རེད། ད་འདི་སྐོར་ལས་ལ་གླེང་ཡོང་བ་ཡིན་ན་ཆོ་ཡོད་མ་རེད། རིན་པོ་ཆེ་ག་འདྲའི་བྱེད་མི་དེ་ལོ་རྒྱུས་ཁ་གྲག་ཡོང་བ་རེད་མི་མང་མང་ལ་འདོད་པ་ག་རེ་ཡོད་དེ་གསལ་ཡོང་བ་རེད་མ་རེད་ཅིག་མི་གང་སར་ཅི་ཡིན་ཅིག་སྤྱི་ཚོགས་དཀྲུག་ཡག་གི་ཆེད་དུ་བཤད་བསྡད་ཡ་དེ། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཐག་ཉེ་ཤོས་ཡོད་ངེས་ཀྱི། ད། མི་གཅིག་ལ། སྡུག་སེམས་གནང་ཡོང་གི་ཚང་མ་ལ་བློ་ཕམ་པོ་འགྲོ་གི་འདུག། ང་ཚོ་མི་གཅིག་གཉིས་ཡག་པོ་ཡོད་པ་དེ་ད་པོ་རྒྱ་ཐུག་མི་འདུག་དེའི་བར་དཔེ་ཡག་ཐོན་ཤེས་པ།

ཡིན་ནས་རིན་པོ་ཆེ་གི་མཚན་འདི་ཚོ་ཡིན་ན་ལ་འགྱུར་མ་ཡོང་ཅིག། རིན་པོ་ཆེ་གི་དགོངས་ཚུལ་ག་རེ་གསུང་གི་ཡོད་པ་ཡིན་ནས་ཡག་པོ་བྱས་ནས་ཞིབ་འཇུག་བྱས་དང། རིན་པོ་ཆེ་གི་དགོངས་པ་དེ་ག་རེ་རེད་དོ། རྒྱུ་མཚན་གི་ཐོག་ནས་བལྟས་པ་ཡིན་ན་འདི་ལ་རྒྱུ་མཚན་ཆེན་པོ་ཡོད་པ་མ་རེད་ཅིག་རིན་པོ་ཆེ་གི་ཁ་བདེ་པོ་གནང་ཞེ་བདེ་པོ་གནང་ཅིག་གང་འགྱུར་མ་འགྱུར་གསུང་དེ་འགའ་དེ་ནས་རྩ་བ་ཉིད་ནས་མ་རེད། རེ་བ་ཅིག་གསུང་ཡོད་ན། དགོས་པ་རྒྱུ་མཚན་ག་རེ་ཐོག་བྱུང་སྟེ་གང་ཟག་སྒེར་ཧོ་ཡན་གྱི་ཆེད་དུ་དུས་ནམ་ཡང་གསུང་གི་མ་རེད། སྤྱི་པའི་སྒྲིག་འཛུགས་ལ་ཕན་ཡོན་ཅན་གྱི་ཆེད་དུ་གསུང་གི་ཐུག་པས་ཀྱང་གསུང་གནང་གི་རེད་མ་གཏོགས་བྱེད་ཀྱི་རྩ་བ་ཉིད་ནས་མ་རེད། ད་འདི་གའི་དོན་ཚན་ལྔ་འགྲོ་བཞིན་ང་རང་དྲན་པ་ལ། འདི་གའི་ལྔ་འདི་ད་རིང་གསལ་པོ་བཟོས་པའི་ཐོག་ནས་ད་གནད་དོན་འདི་ཚོའི་སྒང་ལ་ཡང་སྤྱི་ཚོགས་ནང་ལ་ཡང་བསྐྱར་གླེང་མོ་ལྐོག་བྱེད་པ་བྱེད་ཀྱི་ཆེད་ངས་འབོད་སྐུལ་འདི་ཞུ་གི་ཡོད།

ཆེ་མཐོའི་ཁྲིམས་ཞིབ་ཁང་བཙུགས་ནས་ད་དགུ་བཅུ་གོ་གཉིས་འགྲོ་ནས་ད་ཁྲིམས་བཟོ་ཡ་ད་འདིར་དུས་ཚོད་མང་པོ་ཞིག་ག་རེ་མོད་ད་ད་ལྟ་ད་ལྟ་བར་གྱི་དུས་ཚོད་དེ་ཉིས་སྟོང་བཅུ་དགུ་བར་དུ་ཁམས་ཆུ་ཉི་ཤུ་མ་དེ་བྱུང་ཡོང་བ་རེད། དེ་བཞིན་ནི་ཁམས་ཆུ་ཨང་ཉི་ཤུ་པ་ཞེས་མིང་བཏགས་འོག་པ་རེད། ད་ཁམས་ཆུ་ཨང་ཉི་ཤུ་པ་དེ་མང་ཚོགས་ཀྱི་དོ་སྣང་ཤུགས་ཆེན་པོ་བྱས་ཡག་པོ་གནས་ཚུལ་ཅིག་ཆགས་སོང། དེ་དང་མཉམ་དུ་ཁྲིམས་ཀྱི་བྱ་རིམ་དང། ལ། ཨ་ནི། ཅིག་གི། བརྒྱུད་རིམ་འདི་གའི་ཆ་ཚང་གཅིག། ད་རིང་མ་འོངས་པའི་ཁམས་ཆུ་གང་འདྲས་སུ་འཐོར་བའི་ཡིན་ནས་འདི་ལ་ཡ་ལྟ་འོས་པ་ཅི། འདི་ལམ་མི་སྲོལ་ཅིག་ལ་འགྱུར་རུ་འགྲོ་སྟངས་ཅིག་ཆགས་པའི་ཡ་ལྟ་ཅི། ད་རིང་ཁྲིམས་ཞིབ་ཁང་གི་ཁྲིམས་དཔོན་རྣམ་པ་ཚོ་ལས་ཉམས་མྱོང་འདི་བྱུང་ཡོད་རེད་ང་འདྲ་བོ་ཅིག་མ་ཡིན་ན་ཞུ་སྦྱོར་བའི་ངོ་ནས་མ་ཡིན་ནས་སློབ་སྦྱོང་མང་པོ་ཅིག་བསྒྲགས་སོང། མ་འོངས་པ་ང་ཚོ་ཁྲིམས་ཀྱི་གནད་དོན་ཁམས་ཆུ་གང་འདྲས་སུ་འཐོར་བའི་ཡིན་ནས་འདི་ཀྱི་འགྱུར་རུ་འགྲོ་སྟངས་ཅིག་ཚད་ལ་བལྟས་པ་ཅིག།

ཨ་ན། ད་གར་བཤད་ཡོད་པ་ཡིན་ཞེས་ཅུ་ཧའེ་ཅི་བཟོད་གནང་བས། ད་འདི་མ་འོངས་པ་ག་འདྲའི་ལས་བྱ་གི་ཡོད་ན་བསམ་བསམ་རེད་སེམས་ཐག་རེ་ཞིག་བཀད་སོང། དེ་མ་གཏོགས་ཅིག་གིས་ཁྲིམས་ཀྱི་བརྒྱུད་རིམ་ཕྱོགས་ཕན་ཚུན་གཉིས་ཀ་ལ་ཡང་བློ་གཟུ་བརྙེས་པའི་ཐོག་ནས་རྦད་དེ་ག་ཟུག་རེད། གོ་སྐབས་ཆ་ཚང་གནང་ཡོད་པ་དང། སོ་སོའི་མ་འཇོན་ན་བྱས་ཡོང་མ་རེད། ཞུ་འཇོག་པ་དངོས་གནས་ཡིན་པ་ཡིན་ནི་རེད།

ཁྲིམས་སྒྲུང་གི་ཞུ་དག་གནང་བ་རེད། མཐའ་མ་སྤྱིར་དྲ་མང་སྟོན་ཡ་དེ་གི་སྔོན་ལ་བདུན་ན་གསུམ་གཅིག་ཉི་མ་ཉི་ཤུ་རྩ་གཅིག་ལྷག་གཅིག་ཁྲིམས་དཔོན་རྣམ་པ་གསུམ། ར་ཁྲིམས་དཔོན་རྣམ་པ་གསུམ་གི་ཞོགས་པའི་ཆུ་ཚོད་གཉིས་པ་གསུམ་པ་བར་དུ། ཚིག་རེ་རེ་རེ་རེ་རེ་ལ་ཞུ་དག་བཏང་རྗེས་ད་ལྟའི་ཞོགས་པའི་གཅིག་དང་ཉི་ཤུ་རྩ་བརྒྱད་སྟོན་ཡ་རེད། ད་ལྟ་བར་དུ་འགྲིག་མ་སོང་གཅིག་བྱས་མ་སོང་གཉིས་བྱས་མ་སོང་ཟེར་ཞོགས་པའི་གཅིག་དང་ཉི་ཤུ་རྩ་བརྒྱད་འདིའི་ནང་མོ་རུ་འདི་འགྲིག་མ་སོང་ཟེར་ནས་སྟོན་མཁན་སུ་གཅིག་ཡོད་མ་རེད། སུ་གཅིག།

མི་དང་ནང་གི་ཐོག་ནས། ནོར་འཁྲུལ་ཉུང་ངུ་ཡོད་པ་ཡིན་ན་ཁ་ཐུག་ཁ་ཐུག་སྐྱོན་སྟོན་ཡ། སེམས་སྐྱེ་འོས་གཡོ་སངས་བྱེད་ཡ་རེད་མ་གཏོགས་ཅིག་མི་ཁ་ཐུག་དེ་ལ་མ་དགའ་བྱེད་འོས་སྐྱོན་སྟོན་ཡ་དེ་ཁེ་ལས་མ་རེད་མ། དེ་བྱེད་དུ་བཅར་མ་ནི་ཡ། དམངས་གཙོའི་འཕེལ་རིམ་གྱི་ཐོག་ནས་ད་རིང་གནས་ཚུལ་ཐབས་སྡུག་པོ་འདིའི་འོག་ནས་དམངས་གཙོའི་འཕེལ་རིམ་གྱི་ཐོག་ལ་ཐུགས་ཕན་གསོས་ཡོད་རེད་བས་ཟེར་ན། ཏན་ཏན་གསོས་ཡོད་རེད། ར་ཐ་ནི་བཟང་སྤྱོད་རྩ་ཐང་ཞིག་རེད་ད། སྟེང་དུས་མི་མང་མང་པོ་ཞུགས་ཀྱིས་ཐུགས་སྣང་གནང་ཡོད་པ་རེད། ཨ་ནི། འདིའི་སྒང་ལ་ད་ལྟའི་ཞུ་འདོད་བྱུང། གསར་འགོད་བརྒྱུད་ལམ། འགའ་ཤས་ཀྱིས་གཟིགས་ཡོད་རེད་ད་ང་ཚོའི་འདི་བོད་ནང་འགྲོ་གི་ཡོད་དུས་ཚང་མ་གནས་ཚུལ་ང་ཚོའི་སྤྱི་ཚོགས་ནང་ཉོག་ར་ཡོད་པ་འདི་བོད་ནང་འགྲོ་བ་ཡིན་ན་ནི་བོད་མི་ཚོ་ག་རེ་བསམ་དགོས་ཟེར། འདི་རྒྱུ་མཚན་ལྡན་གྱི་ཡོད་མ་རེད་དེང་སང། ཕར་ཟེར་ན། སྤྱི་ཚོགས་དྲ་ལམ་དུ་ཤུགས་ཆེན་པོ་ཞུགས་ཆགས་ཚར་བ་ད།

ཚོགས་པ་གཅིག་གཅིག་གཅིག་ཚོགས་པ་གཉིས་གཉིས་ནང་ལ་སྐས་རིམ་ཚོགས་པ་གཅིག་ནང་ལ་ཡག་ཤེས་འདི་ནང་ལ་འགོ་འཚོས་མཁན་ཡོད་རེད་འགོ་མ་འཚོས་མཁན་ཡོད་རེད་ད་ག་འཇུག་མ་འཇུག་ཅིག་བཤད་ཟིན་དུས་ཨམ་ཅོག་ནང་གི་གཅིག་འགྲོ་ཚར་དུས་ཚང་མ་ལ་ཉན་དགོས་ཡ་དེ་ཞེ་དྲག་ཉན་གི་མི་འདུག་བ་དངོས་གནས་བྱས་ན་ཐོས་བསམ་སྒོམ་གསུམ་བྱས་ནས་ཨམ་དང་པོ་ཉིད་ཐོས་དེ་ནས་བསམ་དེ་ནས་སྒོམ་ཟེར་ཡ་དེ

བ་ཇི་ལྟར་ངས་དྲ་འབྲེལ་འདི་འབུལ་དགོས་ཞུ་གི་ཡོད་དེ་མི་སུ་དང་འབྲེལ་འདྲིས་བྱེད་དེ་རང་ནང་བཞིན་གྱི་མི་སུ་འདྲ་ཞིག་ཡིན་ནས་མ་འོངས་པ་སུ་འདྲ་ཞིག་བསླེབས་པ་ཡིན་ནས་བོད་མི་སྒྲིག་འཛུགས་འགན་ཁུར་ངེས་ཏེ། ཡིན་གཅིག་མིན་གཅིག་གིས་སྒྲིག་འཛུགས་འདི་གལ་ཆེར་བརྩི་རོགས་བྱེད། གང་ཟག་དེ་གཉིས་པ་བཞག་རོགས་བྱེད།

རོ་ལ་ཕ་མ་ཞིག་ནི་དེ་གཡུག་བས་ཡོག་མ་རེད་མི་ཚེ་འདི་ན་འོང་དུས་སྤུན་རྒྱག་བྱེད་མཁན་ཚོས་གཡུག་བས་ཡོག་མ་རེད། དེ་ཡིན་ཟེར་བ་ལས་ཡང་འདི་སྙམ་དུ་མི་ཚེ་གཅིག་ནང་ལ་འབྲེལ་བ་བཞག་ཡོད་པ་གང་ཞིག་ལ་མི་གཞན་པ་གཅིག་དང་མ་མཐུན་པ་དེ་འགྲིག་གི་མ་རེད་བ། ང་ཚོ་ད་ལྟ་སྤྱི་ཚོགས་ནང་ལོག་ལས་ཀྱང་མང་པོ་བཤད་བསྡད་དེ་ང་ཞི་བར་ཕོག་མི་འདུག་ངས་བསམ་བློ་གང་བཏང་གི་ཡོད་ཟེར་ན། ང་ཚོ་ཤ་ཚ་ནས་སོ་སོ་ཉལ་ས་ལ་ཤ་ཚ་གི་འདུག་བ། ཁོང་ཁྲོ་ཟ་བ་ཡིན་ནས་ཉལ་ས་ལ་ཁོང་ཁྲོ་ཟ་གི་འདུག་བ།

རབ་ད་རང་མུ་མཐུད་ནས་ལྷ་འདི་སྣང་རོ་ནགས་ད་ག་རེ་ནས་བཟུང་བ་ད་ང་ཚོ་འདི་སྒྲུང་འདི་རྫོགས་བའི་ཡིན་ད་འདི་སྐོར་ལ་ང་ཚོ་བཤད་དགོས་ཨེ་ཡོད་མ་རེད་དེ་ཡིན་བསམ་པ་ད་སྔས་མ་ནང་བཞིན་ཕྱི་ནས་ང་ཚོ་བྱེད་ཀྱི་ཡིན་ད་བྱས་བྱས་ད་ཆེན་པོ་གནང་རོ་ནགས་བྱས་ནས་འདི་འབོད་སྐུལ་ཞུས་པ་དང་མཉམ་དུ་ཨེ་ད་མ་དེ་ད་ངས་འདི་ཡང་ཆགས་སྡང་གི་སྐད་ཆ་མེད་སོ་སོའི་དགའ་ས་ཅིག་ལ་ཆགས།

ངས་ཆེད་མངགས་ཁང་དུ་བོད་ཡིག་ཆེད་དུ་རྩ་བ་ནས་བྱས་མེད། ཡིན། ཨ། ངས་མི་ཟེར་མཁན་དེ་ཁོ་མི་རེད། འཛམ་བུ་གླིང་ནང་ལ་མི་དུང་ཕྱུར་བདུན་ཅུ་ཡོད་པ་ན་ཕྱིན་ཅི་ནི་མི་དུང་ཕྱུར་བདུན་ཅུ་ནང་ལོགས་ལ་ཡང་མི་གཅིག་དང་གཅིག་གཅིག་པ་གཅིག་ཀྱང་གནས་མེད་དོ། དེ་ན་ཕྱིན་ཅི་ཁམས་དང་མོས་པ་མི་འདྲ་དེ་ཙམ་གྱིས་མང་པོ་ཡོད་རེད།

ད་རིང་ནས་བཟུང་བ་སྐུ་ཆེན་ནས་ད་འདི་སྐོར་མ་བཤད་རོགས་ཞེས་གཞན་པ་ག་རེ་གསུང་གི་ཡོད་ནས་གལ་སྲིད་ཛམ་མ་བཤད་པ་ཡིན་ན་ང་ཚོའི་སྤྱི་ཚོགས་ནང་ལོགས་ནས་མཐུན་སྒྲིལ་མུ་གུང་ཡིན་ཅིག་མུ་མཐུད་ནས་བཤད་བསྡད་ཡོད་ད་རེད་བ། ད་འདི་དོལ་རྒྱལ་བསྟེན་མཁན་ཡིན་ན་རེད་རྒྱ་ནག་གི་རྒྱུག་ཁྱི་ཡིན་པ་ཡིན་ན་རེད་སུ་འདྲ་ཅིག་ཡིན་པ་ཡིན་ནས་རེད་འདི་ང་ཚོ་ངོས་འཛིན་ཐུབ་ཀི་རེད་བ། ཚིག་ངན་བྱེད་ཡིན་པ་ཡིན་ན་སྐུ་ཆེན་ཞེས་ནས་ད་ངས་འབོད་སྐུལ་ཞུ་གི་ཡོད།

ར། ཕྱི་དྲོའི་ཁྲིམས་ཞིབ་ཁང་གི་བཅད་ཁྲའི་གི་དོན་ཚན་གསུམ་པ་འདི་ངས་ཉམས་ལེན་ཞུས་ཡོད་དོ། ར། ང་རང་གི་ངོས་ནས་དམ་བཅའ་བརྟན་པོ་དག་རང་གིས་ད་རིང་ནས་བཞུགས་པའི་འདི་སྐོར་སྐད་བཤད་གི་མེད་བཤད་ཀྱི་མ་སོད་ན། བཤད་ཀྱི་མེད་ཟེར་ཨ་ནི་མི་མང་ངོས་ནས་དེ་ག་རང་གནང་རོགས་གནང་རོགས་ཟེར་ཡོད་དུས་རིང་ཞིག་ཡིན།